ད་གནད་དོན་དང་པོ་དེ་ཨ་ནམ་རྒྱུད་དུ་ང་ཚོ་བརྙན་ཐུང་ཚང་བ་ན་ཤེས་བསྡད་ཀི་ཨ་མདའ་ད་དེའི་ཞལ་ཕེ་དེ་འདྲ་ར་ཤི་ཡེ་དང་ཨ་རི་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་ཡིན་ན་ར་ཡར་མར་དམག་གི་ཁ་ཕྱོགས་དྲ་བོ་དེ་ག་འདྲ་ཆེ་དྲ་འགྲོ་གི་འདུག་ལ་གཉིས་དེ་སྐོར་ལ་ཅིག་ཕྱག་བསྟད་ཡོད་རུང་བ། དེ་བྱས་ན་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་གནད་དོན་གཉིས་བོ་དེ་ཨ་རིན་དེ་ག་རེ་སྐོར་ལ་བྱས་འདུག་ལ་ན། རྟ་དེའི་ད་ལྟ་ཡང་ང་ཚོ་གར་ས་རྟ་དེ་ཤར་ཨེ་ཤི་ཡའི་ནང་ལ་ཡང་དེ་འདྲ་གི་རྟ་གང་འདྲ་ཆབ་སྲིད་ཀྱི་འཕོ་འགྱུར་ཤུགས་ཆེ་བ་ཞིག་སླེ་ཡ་ཡིན་ན་རེད་ཡང་མ་རེད་དེ་ཡི་གང་འདྲ་ཆབ་སྲིད་ཀྱི་འཕོ་འགྱུར་དེ་ལ་བརྟེན་རྗེས་ཨ་ནི་རྟ་གང་འདྲ་ད་དེའི་ཅལ་ཕི་ས་ཁུལ་དུ་ནང་ལ་ཨ་ནི་བདེ་སྲུང་གི་གང་ནི་གང་འདྲ་ད་ད་ད་ས་ཁུལ་ད་ག་རང་ལ་ཡི་རྒྱུ་རྒྱ་གབ་ཚུལ་ལ་གང་འདྲ་དཀའ་ངལ་ཞེ་བོ་ཞིག་གང་འདྲ་འཕྲད་ཅིག་ཨ་ཁུ་འགོ་ཚུགས་དེ་ཡི་རོ་བ་འོ་དེ་འདྲ་སོང་ཙང་ཨ་ནི་དེ་འདྲ་ཡི་དཀའ་ངལ་ཅིག་ལ་བརྟེན་རྗེས་ཨ་ནི་ད་ད་དེའི་ཅལ་དེ་འདྲ་ད་ད་ས་ཁུལ་ཕི་གི་ནང་ལ་ཡི་རྒྱུ་དེ་འདྲ་གི་ལྷོ་ཀོ་རི་ཡའི་དང་ཨ་ནི་ད་ད་ང་ཚོ་གར་ས་དེ།

ད་དེ་ཡང་དེ་ལྟར་དམིགས་སུ་བཀར་གྱི་དེ་ལྟར་ང་ཚོ་འཇར་པན་དང་དེ་ལྟར་དེ་ག་རེ་ཟ་དེ་ལྟར་ལྷོ་ཀོ་རུའི་གཉིས་ཀྱི་དེ་འབྲེལ་བ་དེ་ཡག་རུ་གཏང་གི་གི་དེ་ད་དེ་ཡི་ག་ད་འགྱུར་བ་འགྲོ་དེ་གནད་འགག་ག་རེ་བྱེད་གནད་འགག་དེ་ག་དྲོ་རུ་ཆེ་ཡིན་ལ་ན། ད་དེ་ད་ལྟ་ང་ཚོ་སྤྱིར་བཏང་ལོ་རྒྱུས་ལ་བལྟ་བ་ཡིན་ན་ཨ་འཇར་པན་དང་དེ་ལྟར་ལྷོ་ཀོ་རེ་ལ་ཉེ་དེ་ཞེ་དྲག་ཞེ་དྲག་འཆམ་པོ་ཟེར་མཁན་ཡ་མ་རེད་བ་ད་སྤྱིར་བཏང་ཁོ་གཉིས་ཁོ་གཉིས་ཅག་དེ་ལྟར་ཨ་རི་གི་དེ་རེ་མཐུན་ཕྱོགས་རྒྱལ་ཁབ་བཟོ་ར་རེད་དེ་ཡིན་ན་ཁོ་རང་གཉིས་བར་ལ་གང་ད་དཀའ་ངལ་ཤུགས་ཆེན་བོ་ཞིག་གང་ད་དེ་དེ་ད་ད་བ་དུ་རུ་བ་འོ་དེ་འདྲ་སོང་ཙང་ཨ་ན་ད་ད་དེའི་ཆེད་ལ་གང་ད་དེ་འདྲའི་དཀའ་ངལ་ཞིག་ཡོད་བ་ན་གང་ད་ད་ཕན་ཚུན་གཉིས་ག་ད་དེའི་ལྟ

ཨ་ནི་ཡང་དམིགས་ས་དེ་ད་ལྟ་ང་ཚོ་མདང་དགོང་དང་ཨ་ནི་དེ་རིང་འདི་ཚོ་ནང་ལ་ཨ་ནི་ཡང་ད་ལྟ་ང་ཚོ་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གྱི་དམག་དང་འབྲེལ་བ་ཡོད་རྒྱུ་ད་དེ་འདྲའི་གནས་ཚུལ་གསར་བ་ཡིན་ན་རེའམ་དེ་རིང་གི་འགྱུར་བ་གལ་ཆུང་མང་པོ་ཞི་བ་ཞིག་གམ་ད་ལྟ་མདང་དགོང་དེ་རིང་ན་ཅིག་ཨ་སླེ་དེའི་དུར་བ་འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་འདི་ད་ལྟ་ང་ཚོ་བརྙན་ཐུང་གི་ཨ་ནི་གནས་བརྟན་དང་པོ་ནང་ལ་ཨ་ནི་ད་དེ་ཚོ་སྐོར་ལ་ཅིག་ཤེས་ཅིག་ཆགས་དེའི་དུར་བ།

ད་དེ་ཡང་དེ་དང་ངའི་དམག་ས་ལ་ཡོད་སྐབས་སུ་ད་རྡོག་རྡོག་བཤད་བ་ནི་ག་ད་ད་ལྟའི་ཆར་དེ་འདྲ་ར་ཤི་ཡའི་དང་ཨ་ནི་ཡུག་ཀེ་རེན་གྱི་དམག་མི་གཉིས་ཤུགས་ཆེ་ཆེ་འཛིན་ས་དེ་ཨ་ནི་ས་ཁུལ་བག་མུར་ནང་ཆགས་བསྡད་རུ་བའོ་དེ་འདྲ་སོང་ཙང་ཨ་ནི་ས་ཁུལ་བག་མུར་དང་འབྲེལ་བ་ཡོད་རྒྱུ་ད་དེ་འདྲ་གི་གནས་ཚུལ་གས་ཆོག་རུ་བ་ཡང་གནས་ཚུལ་གས་ཆོག་ལ་ད་དུང་ངས་ག་རེ་ལབ་ཡོད་ཟེར་ན་ཨ་ནི་ས་ཁུལ་བག་མུར་འགྲོ་དེ་ཡང་ཕར་ར་ཤི་ཡས་ལག་པ་ཤོར་ཡ་འདྲ་བ་ཡིན་ན་རེད་ཡང་མ་ནི་ད་ཡུག་རེན་གྱི་དམག་མི་ངས་ནས་ད་ས་ཁུལ་བག་མུར་ནང་ལ་ཡོད་རྒྱུ་དེ་ར་ཤི་ཡའི་དམག་མི་ལ་ཕ་དཀའ་ངལ་སུ་རུ་འཕྲད་ཅེས་ག་ད་ཕ་པི་ཐུབ་ཡོད་པས་དེ་འདྲའི་ཡ་གཟུགས་ཤིག་ད་ལྟ་བར་དུ་ཁའི་གོ་ཡ་མི་འདུག་རོ། འོ་དེ་འདྲ་སོང་ཙང་ཨ་མདའ་དེ་ཚོའི་སྐོར་ལ་ཨ་མདའ་སང་ཉིན་ང་ཉིད་ཚོད་ལྟ་ང་ཚོ་གནས་ཚུལ་གསལ་བ་ག་རེ་ཡོང་མིན་ལ་གཞིགས་ཅེས་ཨ་མདའ་ཨེ་ཟེར་མ་ད་དེ་རིང་ད་ལྟ་ང་ཚོ་བརྙན་ཐུང་ནང་ལ་དམིགས་བསལ་གྱི་ཁའི་ཤེས་ཡས་མེད་རོ། ད་ཡིན་ན་སྤྱིར་བཏང་གི་ད་ལྟ་གང་ལྟར་ཁོ་གཉིས་ཕི་ཡི་ནང་ལ་འཛིང་ངའི་མཚམས་ཤར་དེ་རིང་ཡང་རྩ་བ་ཉིད་ནས་མ་རོ། ད་གང་ལྟར་ཁོ་གཉིས་ཕི་ཡི་ནང་ལ་གང་ལྟར་ཆུ་ཚོད་ཉི་ཤུ་རྩ་བཞི་ནང་འཛིང་བསྡད་ཀྱི་ཡོད་རེད་ཨ་ནི་དེ་འཛིང་ངའི་དེ་གི་ནའོ་ལོང་ད་གང་ལྟར་ཉི་མ་ཉི་མ་ལ་གང་ལྟར་ཕྱོགས་གཉིས་ཅག་གི་དམག་མི་ཞེ་བོ་གྲོངས་འགྲོ་བས་ཨ་ནི་ཕྱོགས་གཉིས་ཅག་གི་གང་ལྟར་འཚེམ་བྱ་ཞེ་བོ་ཞིག་གང་ལྟར་གཏོར་གྱིན་འགྲོ་གི་ཡོད་དེ་ཨ་ནི་ད་གང་ལྟར་གསལ་བོ་གསལ་རྐྱང་ཅིག་ཆགས་བསྡད་ཡོད་རོ། འོ་དེ་འདྲ་གསུངས་ས་ད་གང་ལྟར་ག་རེ་ཡིན་ནས་མ་དེ་རིང་འདི་ལྟར་ང་ཚོ་དམག་ས་དང་འབྲེལ་བ་ཀྱི་སྐོར་ལ་ད་དེ་འདྲ་ཙམ་ཞིག་སྨྲས་འདུག་ཨ་ནི་མིག་ཟ་ཅིག་གས་བཤད་མི་འདུག་ཨོ། དེ་བྱས་ན་ད་དེ་སྙམ་ད་ལྟ་ཡང་ང་ཚོ་ག་ཚོད་ད་དེ་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གྱི་དམག་དང་འབྲེལ་བ་བརྒྱུད་ད་ང་ཚོ་གནས་ཚུལ་གལ་ཆེ་བོ་ཞིག་ག་རེ་གོ་ཚུལ་འདུག་ལ་ན། ད་དེ་ད་ལྟ་མདང་དགོང་དུ་བ་རང་དེ་ལྟར་ང་ཚོ་སྤྱི་ཟླ་གསུམ་པ་ཀྱི་ཚེས་བཅུ་བདུན་དེ་ཚོ་ནའོ་ལ་ཨ་ནི་ད་ད་ལྟ་ང་ཚོ་འཛམ་གླིང་རྒྱལ་སྤྱིའི་གི་དེ་རི་ཁྲིམས་ཁང་ཅིག་གིས་ཨ་ནི་ད་དེ་རི་གསལ་བསྒྲགས་གལ་ཆེ་བོ་ཞིག་བྱས་ཡོད།

ཚོགས་མི་བརྒྱ་དང་ཉི་ཤུ་རྩ་གསུམ་ཡིན་ལ་རོ་ད་རྒྱ་ཁབ་གང་དར་རོ་བརྒྱ་དང་ཉི་ཤུ་རྩ་གསུམ་གི་ཚོགས་མི་མེད་དོ་ཨ་ནི་དེ་ར་ཤི་ཡའི་དེ་གི་ཚོགས་མི་ཆགས་ཀི་མེད་ལ་རོ་ཨོའོ་དེ་འདྲ་སོང་ཙང་ཨ་ནི་ད་ད་དེའི་ཆེད་ལ་གང་དར་དེ་གི་ཁྲིམས་ཁང་དེ་གི་བཀའ་དང་ཆོག་མཆན་ག་རེ་ཞིག་སྤྲད་ཡོད་བ་ན་དེ་གང་དར་ར་ཤི་ཡའི་ངེས་ནས་ཁྲིམས་ཐོག་གི་ཐོག་ནས་དེ་ཁས་ལེན་བྱེད་ཀི་དེ་ར་གི་གནད་ཀ་གས་ཡ་མ་ལ་རོ། ད་དེ་གང་དར་ར་ཤི་ཡའི་ངེས་ནས་དེ་གི་ཚོགས་མི་མེད་པའི་སྐབས་སུ་ཨ་ནི་དེ་ཁྲིམས་ཁང་དེ་ནང་ལ་ཕེ་ན་ང་ཚོ་ཁྲིམས་བཟོ་ར་ཡིན་ན་ར་ཡམ་ཕི་ན་ལ་གང་དར་ད་ང་ཚོ་ག་ལོ་ད་འགྲོ་ལུགས་འགྲོ་སྟངས་ག་རེ་ཡིན་ན་དེ་ཡིན་གི་ག་ཞིག་ར་ཤི་ཡའི་ཁོ་ཁས་ལེན་གི་དེ་འདྲ་གི་ད་དེ་དག་གི་དགེ་བ་དེར་གལ་ཡམ་ལ་ཁོ་རང་ཚོགས་མི་ཆགས་ཀྱི་ཡ་མ་རུ་བའོ། དེ་འདྲར་སོང་ཙང་ཨ་མདའ་གང་ལྟར་ག་རེ་ཡིན་ནམ་ནས་གང་ལྟར་ད་དེའི་ཆར་དེའི་ཁྲིམས་ཁང་སྟེང་གི་དེ་འདྲས་གང་ལྟར་བེད་ཀ་སོ་ར་བཏང་གི་ཡོད་ན་དེ་ར་ཤེས་གང་ལྟར་བྱེད་ཀྱི་མེད་བ་དེ་ཨ་ནི་གསལ་བོ་གསལ་རྐྱང་ཅིག་ཆགས་བསྡད་འདུག་བ། ཨ་ནི་དམིགས་སུ་བཀའ་བྱས་ད་ད་དེའི་ཆར་ད་ད་ང་ཚོ་གནས་ཚུལ་དབྱེ་ཞིབ་པ་དེ་ཚོ་གིས་ད་ད་ལས་ད་ད་ཁྲིམས་ཁང་དེ་ཀ་ཀ་ལྟ་ངའི་དེ་ལ་ཨ་ནི་ཁོང་ཚོ་གི་འགྲེལ་བཤད་སོ་ར་གར་བསྐྱལ་ལ་ན་ད་དེ་ད་ག་ཟེ་ང་ཚོ་ག་རོ་ད་དེ་ཨིན་ཇི་སྐད་ད་མ་སེམས་པོ་ལེགས་ལའོ་རུ་བ་ད་ད་ག་ཟེ་གང་ལྟར

ཨ་རིས་དམིགས་སུ་བཀའ་བཅད་དེ་འདྲ་དེ་གི་རྒྱལ་སྤྱིའི་གི་ཁྲིམས་ཁང་དེ་ཡང་བཀའ་བཏང་ཚར་རིགས་རྗེས་འབྲང་ན་ཁོང་ཚོ་སྐད་ཆ་ག་རེ་བཤད་ན་ཨ་རིས་ཁོང་ཚོ་ལ་དཔང་རྟགས་གཙང་མ་གཙང་རྐྱང་བསྟན་ཡས་ལར་ག་རེ་དཔང་རྟགས་བསྟན་ཡས་ལ་ཨ་རིས་གང་ལྟར་ད་རེ་ཤའི་སྲིད་འཛིན་པུ་ཏིན་ལོ་ཡམ་ད་ལྟ་པུ་ཏིན་གི་དམག་མི་ཞིག་ངེས་ནས་ཨ་རིས་ཕི་གིའི་ནང་ལ་ཁྲིམས་དང་འགལ་གི་ལས་ཀ་བྱས་ཡས་འོད་གང་ལ་ག་ད་དཔང་རྟགས་གསལ་བོ་གསལ་རྐྱང་བསྟན་ཡས་ལར་བའོ་དེ་ཚོ་ལ་ཡི་སྐབས་སུ་གང་ལྟར་ད་རེ་ཤའི་གང་ལྟར་དེ་འདྲས་གི་དགོས་འགལ་ཅིག་བཏང་གི་མེད་བ་ལ་ག་ད་འཛམ་གླིང་རྒྱལ་སྤྱིའི་གི་མི་མང་གི་མཐོང་ང་ཡས་ཆ་བ་ལ་དམིགས་གནང་ལ།

འོག་ལ་ད་གང་ད་ལས་ཀ་བྱས་ནས་ཚོགས་མི་ཁེ་ངེས་ནས་ད་ཏང་ཡི་འགོ་བཙུགས་ཚར་ད་འགྲོ་བ་ད་དེ་ཡང་དཔེར་ན་སུ་གི་ཏང་ལ་ན་ཨ་ནི་ད་ད་ད་འགོང་དོ་ད་ད་པོ་ལན་དང་སོ་ལོ་བྷི་ཀི་ལ་ཉེ་ཀི་རྒྱ་གབ་ཉེ་རུ་བ་འོ་ཁོང་ཚོ་ཁེ་ངེས་ནས་ད་ཕ་ཡུག་ཏོན་ལ་ཨ་ནི་དམག་གི་གནམ་གྲུ་ཏང་ཏང་ཡ་ཐག་ཆེ་བྱས་ཚར་ད་ང་ཚོ་འགྲོ་བ་ད་དམག་གི་གནམ་གྲུ་ལ་ཡོད་དོ་དོང་ཡིན་ཅི་ག་རེ་ཤོད་ན Fighter Jet ཕ་ཏང་ཡ་ད་གང་ད་འགོ་བཙུགས་ཚར་རུ་བ།

རུ་བ་ད་ཡིན་ན་དང་ང་ཚོ་ཡང་འདི་ལ་ཁྱད་པར་བྱས་དང་ཁྱད་པར་དེ་ག་རུ་གོ་ཚུལ་ལ་ན་ཨཱ་ད་ལན་དེ་འདྲ་པོ་ལན་དང་སོ་ལོ་བྷི་ཀན་གཉིས་ཀྱི་ཏང་ཨའི་གི་གནམ་གྲུ་དེ་ཨཱ་ཡང་དེ་ད་ཡུཀ་རེན་གྱི་ད་རེ་བ་བྱས་གི་གནམ་གྲུ་དེ་ཡང་ཆགས་གི་ཡ་མ་རུ་བ་ད་དེ་ད་ང་ཚོ་ཡུཀ་རེན་གྱི་རེ་བ་བྱས་གནམ་གྲུ་དེ་ག་རུ་ལ་ན་ད་དེ་ད་ད་ང་ཚོ་ཨཱ་རི་ཀི་ཟེར་རྒྱུ་དེ་རེད་གནམ་གྲུ་དེ་ད F-16ལ་ཡང་ཆགས་དེ་གི་རེད།

རྩ་ཁྲིམས་དེ་ཚད་མངའ་བ་རྣམས་དེ་གསལ་བོ་གསལ་རྐྱང་ལབ་རོགས་ཨ་ནེ་ཕྲུག་གི་རྒྱལ་ཁབ་སུ་གཅིག་ལ་རྒྱལ་ཁབ་གཞན་མ་གཅིག་བཙན་འཛུལ་བྱས་བ་ན་ཨ་ནེ་དེ་ལ་རོགས་པ་བྱས་ཏེ་ང་ཚོ་ནེ་ཕྲུག་རྒྱལ་ཁབ་ཚང་མ་ཡོང་གི་ཡོད་དེ་ཨ་ནེ་རྩ་ཁྲིམས་ལ་མཚན་རྟགས་པར་རྒྱབ་ས་རོགས་ཨོ་དེའི་སྐབས་སུ་རྒྱལ་ཁབ་ཚང་མ་ཡོང་གི་སྐབས་སུ་ཨ་ནེ་ད་ལེ་པོ་ལན་གི་ངན་ནས་ཐག་ཅི་ག་རེ་བྱས་བ་ན་ཁོ་ནེ་ཕྲུག་ལ་བསྟེན་དགེ་ཉེ་རོགས་ཞིག་ཡར་དེ་ཡིན་ན་བས་དེ་ད་ག་ད་མ་བསྟེན་པ་ཕ་ག་ད་བཏང་ན་ཅིག་ཆགས་བསྡད་དུ་རོགས་ཨ།

ཕམ་ཁ་ཅིག་རག་གི་ཡོད་དེ་རིང་གནས་སྟངས་ཅིག་ག་ལ་གླེང་གི་ཡོད། ཞོ་ཨ། འོ་དེ་འདྲའི་སྐབས་སུ་ད་གང་ལྟར་ཕྱོགས་གཉིས་ཅག་གི་སྡིག་ར་དང་ཕྱོགས་གཉིས་ཅག་གིས་ད་དེ་འདྲའི་ཉེན་བརྡ་མོ་ག་རེ་བཏང་གི་ན་ག་ལྟར་ཁོང་ཚོ་གིས་ནས་ད་ལས་དེ་ག་ཚར་བཏང་ཡ་ཅིག་ཨ་ཆགས་ཤར་ཨོ། ཨ་ནི་ད་དེའི་གི་རྗེས་ལ་ད་དང་པོ་ད་ལོ་ད་ལྟ་པོ་ལན་དང་སོ་ལོ་བྷི་ཀན་གཉིས་བཏང་ཚར་ཨོ། ཨ་ནི་དེའི་རྗེས་ལ་ད་ད་ལྟ་ཡང་ད་ད་ང་ཚོ་ཡུ་རོབ་ན་རེ་རྒྱུ་རྒྱ་གར་ཕར་ཆེར་དཔེར་ན་ད་ཏྲན་མག་འདྲ་བོ་འདྲ་བོ་དང་ནེ་ལྡར་ལན་ཁོང་ཚོ་ངེས་ནས་བཏང་ཡ་ཡིན་པས་ད་དེ་འདྲ་གི་རྣམ་འགྱུར་སུ་ལ་བསྟན་བསྡད་གི་ཡོད།

ལྟ་དེའི་ད་ལན་དེ་ལྟར་ང་ཚོ་རོལ་ཤེས་ནས་ཡུཀ་རེན་གྱི་དམག་དེ་ཤོར་བའི་བཟུང་རྗེས་ཨ་མདོ་དེ་དང་ང་ཚོ་ཧྥིན་ལན་དང་ཨ་ནི་སུའུ་ཏན་གཉིས་དེ་ཨ་ནེ་ཁྲོ་ལ་འཛུལ་བས་ཡིན་པའི་དེ་འབྲེལ་ལྟ་གང་ལྟར་ཕེ་གང་ལྟར་ཁ་ལོ་ང་ཚོ་གྲ་སྒྲིག་ཞེ་བོ་བྱེད་ཡས་ཡིན་ན་རེད་ཡང་མ་ནེ་ཁྲོ་ལ་འཛུལ་བས་དེ་འབྲེལ་གྱི་ཤུགས་ཞེ་བོ་ཞིག་གང་ལྟར་ཅིག་བརྒྱབ་སོང་ཨ་ད་ཡིན་ན་དེ་ཤུགས་ཞེ་བོ་ཅིག་བརྒྱབ་ཀྱི་ཡོད་ན་ག་ད་ནེ་ཁྲོ་ནང་ལ་ཡེད་རྒྱུ་དེ་འབྲེལ་གྱི་ལྟ་ང་ཚོ་ནེ་ཁྲོ་གྱི་ད་ཚོགས་མི་གཉིས་དེ་ད་ཧང་ག་རི་ཡས་དང་ད་ཏུར་ཀི་གཉིས་ཀྱིས་དེ་ཁས་ལེན་བྱེད་ཀྱི་ཡ་མ་རེད།

རུང་བ། ད་ཡིན་ན་དེ་ལྟར་དང་གོང་དང་དེ་དང་འབྲེལ་བ་ཀྱི་གནས་ཚུལ་སྟེགས་སུ་ད་ཁས་ཆོག་དེ་ག་ལེ་ལ་ན་ཨ་ནི་ཏུར་ཀིའི་ཞིང་ངེས་ནས་ཨ་ནི་ཧྥིན་ལན་ཚུ་ནས་ཁྲོ་ལ་རྫུ་བའི་དེ་ལ་ད་ངེས་ལེ་ཡེ་ལ་གིར་ད། རུང་བ། ད་དེ་ཡང་སྤྱི་དང་དེ་དང་དེའི་སྐོར་ལ་ཁ་སང་དེ་བ་རུ་དེ་དང་ངེས་ད་ངེས་ད་ད་ཐད་གཏོང་གི་ནང་ནས་སྐད་ཆ་བཤད་ཚར་བ་དང་ང་ཚོ་ས་ལ་པ་ཡི་ཐད་གཏོང་དེ་ནང་ནས་སྐད་ཆ་བཤད་མ་རུང་བ་ཨ་ནི་དེ་སྐད་ཆ་ག་རེ་བཤད་ལེ་ན་ཨ་ནི་ད་ད་གི་དུས་ཚེ་དེ་ལ་ད་སྤྱི་དང་དེ་ད་སུའུ་ཏན་དང་ཧྥིན་ལན་གཉིས་ཆ་གང་ད་མཉམ་རུ་མཉམ་དུ་ཕེ་ནས་ཁྲོ་ལ་རྫུ་བའི་ཐབས་ཤེས་བྱེད་ཀི་ཡ་རེད་དེ་ཡིན་ན་ཁོ་གཉིས་མཉམ་དུ་རྫུ་བའི་ལ་ཁིས་ག་ང་ཁྲེལ་གི་འདུག་ལ་ཡིན་པ

སྐད་ཆ་ཚོར་བར་བཤད་ཀྱང་བཤད་སར་བརྗེད་ལ། ཨ་རི་ཏུར་ཀིའི་ཞིང་ངེས་ནས་ད་ཧྥིན་ལན་སོ་སོའི་ནས་ཁྲོ་ལ་རྫུ་ཡ་ལ་ཁ་ད་འདེགས་པ་ཡོད་བས་དེ་རིགས་ནམ་རྒྱུག་དེ་གསལ་བོ་གསལ་རྐྱང་ཞིག་བསྟན་ཤར་བ། ཨ་ད་དེ་གི་རྗེས་ལ་ད་ད་ད་ང་ཚོ་སུའུ་སུའུ་ཏན་དེ་ད་ད་རུང་ཡང་དེ་གང་ལ་ཁ་ད་ད་ད་ད་ཁོ་ཚོ་ཕན་ཚིན་པ་ལ་སྐད་ཆ་བཤད་ཡ་ཡིན་ན་ཡང་ཡང་མེད་ན་ཕན་ཚིན་པ་ད་བྲེལ་མོལ་དེ་ད་མུ་དེ་བྱས་ཞིག་མ་གཏོགས་ད་ད་བར་དུ་སུའུ་ལན་སུའུ་ཏན་དེ་ཁས་ལེན་བྱས་ཡོད་བས་དེ་རིགས་གནས་ཚུལ་ཅིག་གས་མི་འདུག་རོ། ཨ་ད་དེ་གི་རྗེས་ལ་ད་ད་ཧྥིན་ལན་ད་ད་ཏུར་ཀི་གིས་ཁས་ལེན་བྱས་ཡོད་ན་ད་ད་ད།

ཏུར་ཀིའི་ནང་ལ་ཡང་ཆུ་ལོག་ཞི་བོ་ཞིག་བསྐྱབས་ཡོད་རེད་འོ། འོ་དེ་འདྲ་སོང་ཙང་ཨ་ནི་ད་ལྟ་གི་དུས་ཚོད་འདི་ལ་ད་ཏུར་ཀི་གི་སྲིད་འཛིན་འདི་ཞི་བོ་ཞིག་མྱངས་བསྡད་རེད་འོ་ཨ་ནི་མིག་ཟུང་བཀག་ཅིང་ད་ལྟ་ཏུར་ཀི་གི་ད་འོས་བསྡུ་སླེབས་བསྡད་རེད་སྲིད་འཛིན་གྱི་འོས་བསྡུ་དེ་མགྱོགས་པོ་ཞུ་བ་སླེབས་བསྡད་རེད་འོ་འོ་དེ་འདྲ་སོང་ཙང་ཨ་ནི་ཏུར་ཀི་གི་ད་སྲིད་འཛིན་འོས་བསྡུ་ནང་ལ་གོ་ཤོར་བའི་ཉེན་ཁ་ཆེ་ལེགས་ཡིན་རེད་ད་ལྟ་ཕ་ཇོ་ཆོས་སྒར་ཚོགས་པ་དེ་ཤུགས་ཆེ་བོ་ཞིག་ལངས་ཡོད་རེད་འོ་འོ་དེ་འདྲ་གི་རྒྱུ་མཚན་ཅིག་ལ་ཡང་བརྟེན་ཅིང་ཡང་ད་ལྟའི་ཆར་ཁོ་བོས་ཧྥིན་ལན་ད་ཁས་ལེན་བྱས་དེ་ལ་ཡང་ཁོ་ཡིས་ཕ་ཇོའི་རྒྱབ་ལོགས་ལ་ཆབ་སྲིད་དེ་འདྲ་ཕ་ཇོས་ཡིན་སྲིད་བསམ་རེད་འོ་འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ནམ་ཡང་ད་ད་དགོངས་འདུག་ཨ་ནི་དེ་འདྲ་གི་གནས་ཚུལ་གལ་ཆེ་བོ་དེ་འདྲ་ཅིག་ཡོང་བའི་ཆགས་བསྡད་འདུག་རེད་འོ།

གྲོགས་མེད་ཁེར་རྐྱང་བཟོ་བའི་ཐབས་ཤེས་བྱེད་དགོས་ཀྱི་ཡོད། དཔེར་ན་གྲོགས་མེད་ཁེར་རྐྱང་བཟོ་བའི་ཐབས་ཤེས་བྱེད་ཀྱི་ཡོད་བ་དེ་ཡང་ད་ག་འདྲ་སྤུ་ཀྲིང་ཁོ་རང་གིས་འདི་འདྲ་བ་ཞིག་ག་འདྲ་ལྟར་གནང་ཟེར་ན་འདི་ཡིན་རེད་དཔེར་ན་ཆ་ཤར་ན་ད་ལྟ་ང་ཚོ་ན་ནིང་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ད་ལྟ་ཨིན་ཀྲོ་ནེ་ཤི་ཡའི་ནང་ལ་ད་ལྟ་ཇིའི་ཀྲོང་ཀྲིའི་གི་དེ་རིང་གི་ཚོགས་འདུ་གལ་ཆེ་བོ་དེ་ནང་སྤུ་ཀྲིང་སླེ་ཡ་མ་རོ་དེ་ནང་ལ་ད་ཇིའི་ཀྲོང་ཀྲིའི་གི་སྲན་འཛིན་ཚང་སྲན་འཛིན་དང་སི་ལན་ཚང་མ་སླེ་ཡ་རེད་ནས་སྤུ་ཀྲིང་སླེ་ཡ་མ་རེད་སྤུ་ཀྲིང་ཁོ་རང་ཚབ་ལ་ལས་པོ་ལོ་བཏང་ཞིང་ཕྱི་སེ་རེ་ཞིག་བཏང་ཡོད་རེད་བ་ཧོ་དེ་འདྲའི་སྐབས་སུ་ག་འདྲ་སྤུ་ཀྲིང་ཞོ་ཐར་ལ་ཀ་ཡ་དང་དེ་འདྲའི་དཀའ་ངག་ཞིག་ག་འདྲ་ག་ལ་ཕེ།

ར་ཤི་ཡའི་འགྲོ་རྒྱུ་པུ་ཏིང་ཐུ་བ་ཙམ་མ་ཟད་ཨ་ནི་ཐེ་གི་མཉམ་དུ་ཛེ་ལན་སི་ཀི་ཡང་ཐུ་བས་སྐད་ཆ་བཤད་ཡོད་ད་རེད་བ་ད་དེ་ཡང་ཛེ་ལན་སི་ཀི་ཐུ་བས་དེ་ལས་ཁྱོད་ཚོ་ཡང་དེ་ལྟར་ཕར་ཆེར་བཀོད་དེ་ཡུཀ་རེན་ལ་ད་འགྲོ་ཡ་ཡིན་ས་མ་རེད་ད་དོ་ང་ཚོ་དྲ་ཐོག་ནས་འགྱིད་ནས་ག་འདྲ་ཐུ་གི་ཡིན་པའི་སྐད་ཆ་བཤད་གི་ཡོད་རེད་བ་འོ་དེ་གི་ཤུགས་ལ་ག་འདྲ་ད་ད་ལན་ད་ད་ཞི་ཅིང་ཕིང་གིས་ངེད་ནས་ཨ་ནི་ཕྱོགས་གཉིས་ཅག་གི་སྲིད་འཛིན་ཐུ་ཡིན་ལ་ཡི་སྐབས་སུ་ཨ་ནི་ཁོ་སྐྱེས་མ་ལ་ག་དུང་བར་དུང་རྒྱག་ག་ཡི་ཐབས་ཤེས་བྱེད་ཀི་ཡོད་དེ་གསལ་བོ་གསལ་རྐྱང་ཆགས་ཀི་ཡོད་རེད་བ་དེ་མ་གཏོགས་ཨ་ནི་ཡང་ར་ཤི་ཡ་ལ་རྒྱབ་སྐྱོར་བྱེད་ཀི་ཡིན་ན་ཨ་ནི་ད་ད་འདི་ག་རེད་ས

ཨན་ད་ལན་དང་ད་ལྟ་ར་ཤི་ཡའི་དང་ཡུག་རེན་གྱི་དམག་གི་དཀའ་ངལ་སེལ་ཡ་ཡིན་ན་ཡང་མེད་ཁོ་གཉིས་གྲལ་མོལ་བྱེད་ལ་ཆ་རྐྱེན་གལ་ཆེ་ཤོས་ད་དེའི་ཕྱིར་ཕྱོགས་གཉིས་ཅག་གིས་ག་རེ་བསྟེན་གི་ལ་ན། དང་པོ་དེ་ལ། ཨན་ད་ལྟ་ཡུག་རེན་གྱིས་ངས་ག་རེ་བསྟེན་ལ་ན། ཨན་ད་ལྟ་བར་དུ་ར་ཤི་ཡའི་ངས་ནས་ཟ་རྒྱུ་ཡུག་རེན་ས་ཆ་ཚང་མ་ཚུར་སྤྲད་དགོས་ལ་ཨན་དེ་སྤྲད་པ་ཙམ་མ་ཟད་ར་ཤི་ཡའི་དམག་མི་ཚང་མ་ཕར་ཕྱིར་འཐེན་བྱེད་དགོས་ལ། དེའི་ཕྱིར་ད་དུ་ཨན་ར་ཤི་ཡའི་ངས་སྐད་ཆ་ག་རེ་བྱེད་ལ་ན།

དེ་བྱས་ན་དེ་མཉམ་དུ་དེ་རིང་བར་བྱས་ད་ལྟ་ང་ཚོ་བརྙན་ཐུང་གི་གནད་དེ་གཉིས་བ་གང་སྐད་ཆ་ར་གས་བཤད་ཡོང་ས་མ་རོ་བ་དང་ད་ལྟ་ང་ཚོ་འཇར་པན་དང་ད་ལྷོ་ཀོ་རི་ཡ་དེ་རོ་བ་ད་དེ་པད་དེ་ད་ཆུ་ཚེ་ཕྱེད་ཀ་ཟ་ཅི་གང་ད་འགྲོ་ས་སོ་རོ་བ་འོ་དེ་འདྲ་སོང་ཙང་ཨ་ནི་དེའི་སྐོར་ལ་ད་དེ་ད་སང་ཉིན་ནང་ཟོ་ཡང་ངི་དེ་ཟེ་ག་རེ་ཡོང་མི་ལ་ཤིག་ཅེས་ཨ་ནི་ཟོ་ཡང་ཚང་མ་ཡིག་ཟིག་རོ་ཤིག་ན་རོ་བ་ལ་སོ་ཨ་ནི་ངི་དེ་རིང་འདི་ལ་འཚམ་ཤག་ཨ་ནི་ཡང་ང་ཚོ་སང་ཉིན་ནང་ཟོ་ད་གནས་ཚུལ་གས་ཆོག་དང་ཨ་ནི་འགྱུར་བ་མིག་ས་བ་ག་རེ་ཡོང་མི་ལ་ཤིག་ཅེས་ཨ་ནི་བརྙན་ཐུང་ཟོ་གིན་སོང་ཤག་ཨ་ནི་ཚང་མ་ཡིག་ཟིག་རོ་ཤིག་ལན། ལ་སོ་ཐུགས་རྗེ་ཨ་ནི་ཟ་མ་ཟ་འཇུག་སྤྲོ་བོ་གནང་གོ།